དེ་ནི་ཚེ་གང་འདྲ་ཞིག་ཡོང་གི་ཡོད་སྲིད་པ་ནི་སྟོབས་ཆེན་གྱི་མི་རིགས་ཤིག་མི་རིགས་ཀྱི་ཉམ་ཆུང་གཞན་པ་གྱིས་དབང་ཆ་བཞེས་པ་ཡིན་ན་ཁོ་རང་ཚོས་ཕར་ཞོག་འདི་མི་དྭངས་མ་རེད་མི་འདུག་དེ་འདྲ་ཡིན་པ་སོང་ཙང་ཁོ་རང་ཚོ་ལ་ང་ཚོ་ནང་བཞིན་དུ་ཐོབ་ཐང་སྤྲད་དགོས་ཡོད་མ་རེད་ཟེར་གི་དེ་བསམ་བློ་དང་ཡོང་གི་ཡོད་རེད་བ། དེ་འདྲ་ཡིན་པ་སོང་ཙང་མི་ལ་མི་ཡི་འདུ་ཤེས་མ་བརྩི་བ་དང་མི་ལ་མི་ཡི་ཆེ་མཐོང་མ་སྤྲད་པ། དོན་དག་དེ་གོ་གི་ཡོད་རེད།

པོ་མི་རིགས་དེ་རྒྱ་མི་གཅིག་པ་གཅིག་རྐྱང་ཡིན་པ་དེ་དེའི་འདུ་ཤེས་དེ་རྒྱ་ནག་གཞུང་གིས་འཛིན་གྱི་ཡོད་མ་རེད་བ། དེ་མི་འཛིན་པ་སེ་བོ་སེ་ཅང་དེ་བ་ལ་ཆགས་བསྡད་ཡོད་རེད། དེ་ནས་ང་ཚོ་བོད་པ་གི་ནང་ཁུལ་གྱི་ཡིན་པ་ཡིན་ནའང། ད་ལྟ། Dehumanization ཟེར་དེ་ཡོང་གི་ཡོད་རེད། ག་འདྲས་ཡོང་གི་ཡོད་རེད་ཟེར་པ་ཡིན་ན། ང་ཚོ་བོད་པ་གི་མི་ཁག་ཅིག་གིས་ང་ཚོ་བོད་པ་འདི་ཚོ་ཡིན་པ་ཡིན་ནའང་མི་དག་མ་གཅིག་གཅིག་ཡོད་མ་རེད། དེ་འདྲ་ཡིན་པ་སོང་ཙང།

ང་ཚོའི་བསམ་ཚུལ་དང་ང་ཚོའི་ལྟ་གྲུབ་དེ་རྩ་ཆེན་པོ་གལ་ཆེན་པོ་ཞིག་རེད་མ་གཞི་ང་ཚོ་དང་འགྲོགས་པ་མ་མཐུན་པ་གི་མི་དེ་སུ་ཡིན་པ་ཡིན་ན། དེ་ནི་བོད་པ་གི་སྤྱི་ཚོགས་ནང་ལུགས་ཀྱི་དབྱིན་ཇི་ཡིས་ནི་གང་མ་དཔེ་གི་ཡིན། ཁོ་རང་ཚོ་ལ་བོད་པ་གི་སྤྱི་ཚོགས་ནང་ལུགས་ཀྱི་རང་དབང་གི་བསམ་བློ་གཏོང་ཡག་གི་ཐུབ་ཐང་དེ་ཡོད་མ་རེད་བསམ་ཡག་གི་དེ་འདྲ་གི་ད་བསམ་བློ་ཤུགས་ཆེན་པོ་ཞུ་ཅིག། དེ་དང་བོད་པ་ནང་ཁུལ་ནས་གང་ཡིན་པ་ཡིན་ན་དར་ནག་ཤོག་ཁག་དེ་གི་ཁུལ་དུ། ཁོ་རང་ཚོའི་བསམ་བློ་ནི་གུས་པ་བོད་པ་ཟེར་བ་ཡིན་ན། ཁོ་རང་ཚོ་འདྲ་བོ་ལྟ་བ་ཁུག་མཁན་དུ་མ་བྱེད། གཞན་པ་ཡོང་ས་མེད་པ། གཞན་པ་གི་བོད་པ་རི་ཚོ་ཡིན་པ་ཡིན་ན། སོ་སོ་གི་རང་གི་བསམ་བློ་སྟོང་པ་ཡིན་ན་སྟོང་ཡག་གི་དབང་ཆ་མེད་པ། ཐོབ་ཐང་མེད་པ། འོ་དེ་འདྲ་གཅིག་ཁོ་རང་ཚོས་ངོས་འཛིན་བྱེད་ནི་གུག། ཁོ་རང་ཚོ་དང་ལྟ་བ་མི་མཐུན་པ་གི་བོད་པ་གཅིག་ཡོང་པ་ཡིན་ན། ཐ་ན། ཁོ་རང་ཚོའི་སྤོབས་པ་དྭངས་མ་མ་ཡིན་པ་ཅིག་ལ་བརྩི་མི་དགོས། འདི་ནི་ཁོ་རང་ཚོའི་ལས་ཀ་ལེགས་པ་དེ་ཡག་ག་བརྩི་མི་དགོས། སྤོབས་པ་ཞན་པ་དེ་ཚོ་ལ་དཔེ་དེ་དབྱེ་འབྱེད་བྱེད་མི་དགོས། སྤོབས་པ་གི་ནང་ནས་ཀྱི་སྤུས་ཡག་དང་དེ་ཚོའི་རང

གཞི་རིམ་མི་མང་ཚོ་ནི་ཀུ་ཀུ་ཐ་ན་ཁོ་རང་ཚོའི་གཅིག་བརྩེགས་ཡོད་རེད་བ། དེའི་ནང་ལུགས་ནི་ཀུ་ཀུ་གཞི་རིམ་མི་མང་སེལ་ཏེ་སུ་རེད། ཐ་ན་ཁོ་རང་ཚོའི་ལྟ་བ་མཐུན་པ་དུ་མ་གཞན་པ་ཡོད་མ་རེད་བ། ཡིན་པ་ཡིན་ནའང་གཞི་རིམ་མི་མང་སེལ་ཏེ་ཁོ་རང་ཚོ་མིའི་བརྩེགས་ཡོད་རེད་མ་ཅིང། གཞན་པ་གི་ཁོ་རང་ཚོ་དང་ལྟ་བ་མི་མཐུན་པ་དེ་ཚོའི་མི་ལ་བརྩེགས་ཡོད་མ་རེད། དེ་འདྲ་ཡིན་པ་སོང་ཙང་གཞི་རིམ་མི་མང་སེལ་གི་དེ་མེད་རེད་བལྟ་ཡོད་རེད་བ། གྲོགས་མོ་ཤི་བ་ཡིན་ན། ཁོ་རང་ཚོ་དང། ལྟ་བ་མི་མཐུན་པའི་བོད་པ་ཧ་ཅང་མང་པོ་ཡོད་རེད། དེ་ཚོ་ཚང་མ་མི་ལ་བརྩི་གི་ཡོད་མ་རེད། དེ་འདྲ་ཡིན་པ་སོང་ཙང་བོད་པའི་སྤྱི་ཚོགས་ནང་རུལ་གི་གི། དར་ནག་གི། དར་ནག་མ་ཡིན་པའི་དེ་གི་བོད་པ་ཡོད་བ་དེ་ཚོ། མི་དར་མ་ལ་བརྩི་གི་ཡོད་མ་རེད། དེ་འདྲ་ཡིན་པ་སོང་ཙང་བོད་པའི་སྤྱི་ཚོགས་ནང་གི་བོད་པ་སོ་སོའི་ནང་ཁུལ་ལ་ཡང། Dehumanization ཟེར་གི་དེ་ལག་ལེན་བསྟར་ནས་ཡོང་གི་ཡོད་རེད། བོད་པ་སོ་སོ་གི་སོ་སོའི་མི་ལ་དང། མི་ཡིས་མི་ཆེ་མཐོང་མ་སྤྲད་པ་ཡིན་ན། དེ་ནི་བོད་པ་ལ་བཙན་འཛུལ་བྱེད་མཁན་དང། དབྱེ་འབྱེད་བྱེད་མཁན་གཉའ་གནོན་བྱེད་མཁན་རྒྱ་མི། ང་ཚོ་བོད་པ་ལ་མིའི་རིན་ཐང་སྤྲད་དགོས་ལབ་པ་ཡིན་ན་དེ་ག་ཉན་གི་མ་རེད་བ། ཁྱེད་རང་ཚོས་ཁྱེད་རང་ཚོའི་མི་ལ་མིའི་རིན་ཐང་སྤྲད་ཀྱི་མེད་བ། ང་ཚོས་ག་འདྲ་བྱས་ནས་བཀྲིས་དགོས་རེད་བསམ་པའི་དེའི་བསམ་བློ་དེ་ཡོང་དགོས་རེད། དེ་འདྲ་ཡིན་པ་སོང་ཙང་བོད་པའི་སྤྱི་ཚོགས་ནང་ལུགས་ནས་ད་ལྟ Dehumanization ཟེར་བའི་བསམ་བློ་འཁུར་མཁན་ཞིག་ཆེན་པོ་ཡོད་པ་དེ་གསལ་བོ་གསལ་རྐྱང་རེད་བྱ།